དེ་ནས་སློབ་དཔོན་སངས་རྒྱས་གཉིས་པ་གུ་རུ་པདྨ་འབྱུང་གནས་ཟེར་ཏེ་ཚང་མས་ཤེས་ཀྱི་ཡོད་རེད། སྐུ་ཐང་ཡལ་འདུག་བ། ད་འདི་གུ་རུ་རིན་པོ་ཆེ་ད་མ་རེད་འདི་སྐུ་ཐང་རེད་བ། སྐུ་ཐང་གི་རི་མོ་རེད་གུ་རུ་རིན་པོ་ཆེ་གི་རི་མོ་རེད་གུ་རུ་རིན་པོ་ཆེ་གི་གཟུགས་བརྙན་རེད། གུ་རུ་རིན་པོ་ཆེ་ཞེས་ཞུ་ཡ་འདི་ག་རེད་ང་རང་ཚོའི་སེམས། ང་རང་ཚོའི་སེམས་ལ་ཡ། དེ་ནས་ཅིག་རྣམ་རྟོག་གི་ཉོན་མོངས་པའི་དྲི་མ་ཐམས་ཅད་སྤངས་འདོད་ཆགས་སྤངས་ཞེ་སྡང་སྤངས་ཁོང་ཁྲོ་སྤངས་ང་རྒྱལ་སྤངས་བྱས་ནས་དེ་ནས་ཉམས་ལེན་བྱེད་ཀྱི་ཡིན་ན་གུ་རུ་རིན་པོ་ཆེ་དངོས་གནས་དེ་དེ་རེད་ཡལ་འདུག་བ། ཡིན་ན་ཡང་ད་ང་རང་ཚོ་གུ་རུ་རིན་པོ་ཆེ་སྲས་དེ་ཐད་ཀར་ལ་ཡང་མཇལ་ཐུབ་ཀྱི་མེད་པ་ཡིན་དུས་དེ་ཡི་གི་རྐྱེན་འདྲ་པོ་དེ་ད་ནི་སྐུ་ཐང་དང་སྐུ་ཡི་ཨ་ཅིག་ཅིག་རེ་གཟུགས་བརྙན་དེ་ཚོ་མཇལ་ཡོད་པ་འདི་རེད་ད་འདི་འདྲ་ཅིག་གུ་རུ་རིན་པོ་ཆེ་སྲས་དེ་སྤྱི་རེ་སངས་རྒྱས་ཐམས་ཅད་ཀྱི་དང་སྤྱི་འཁོར་ཐམས་ཅད་ཀྱི་སྤྲོ་བསྡུ་གི་བྱེད་པོ་དེ་གུ་རུ་རིན་པོ་ཆེ་ཕྱག་དེ་ཡོད་རེད་ཨོ། དེ་ནས་ཆོས་དབྱིངས་གནས་སུ་ལ་ཡ་ཀུ་ཏུ་བཟང་པོ་ཡང་གུ་རུ་རིན་པོ་ཆེ་རེད། ལོངས་སྐུ་རྡོ་རྗེ་སེམས་དཔའ་ཡང་གུ་རུ་རིན་པོ་ཆེ་རེད། རྡོ་རྗེ་ལས་ལ་མངོན་པར་སངས་རྒྱས་གླིང་གི་བདག་ཅག་གི་སྟོན་པ་ཡང་གུ་རུ་རིན་པོ་ཆེ་རེད། དེ་ཚང་མ་དེ་གུ་རུ་རིན་པོ་ཆེ་སྟེང་ལ་གྲུབ་ཏུ་ཡོད་ས་ནས་ད་ལྟ་ང་ཚོ་དེའི་བཀའ་ཐང་དུད་པའི་ནང་ལ་ཡོད་པ། དེ་ཚང་མས་མཁྱེན་གི་ཡོད་རེད། སྤྱན་རས་གཟིགས་ཡང་གུ་རུ་རིན་པོ་ཆེ་རེད། ལོགས་སུ་གཅོད་པ་ཡོད་མ་རེད། ང་ཚོ་དཀོན་མཆོག་སྤྱི་དོན་དོན་ཡོད་དོན་ཡང་རྒྱལ་བ་ཐམས་ཅད་ཡེ་ཤེས་ཀློང་དུ་གཅིག། ཆོས་ཉིད་དོན་ལ་ཆ་ལུགས་མི་མངའ་ཡང། ཡིན་ན་ཡང། དེ་ནས་ཐབས་ལ་མཁས་པའི་ཐོག་ནས་འགྲོ་བ་སྐྱོང་པའི་ཆེད་དུ་ལ་ལ་སྤྲུལ་སྐུ་གི་རྣམ་པ། ལ་ལ་ལོངས་སྐུ་གི་རྣམ་པ། ལ་ལ་ཞི་བའི་གི་རྣམ་པ། ལ་ལ་ཁྲོ་བོའི་གི་རྣམ་པ། ལ་ལ་ལ་ཞི་མ་ཁྲོ་བའི་རྣམ་པ་ལ་སོགས་པ་མང་པོ་ཡོངས་བཟླས་ཡར་ཏེ་བདུད་རྩི་འདོད་པའི་ཐབས་ལ་ཡོངས་སྐུ་ཡོད་པ་མ་གཏོགས་ལྷ་བྱེ་བ་གཅིག་དེ་ངས་དེ་འདྲའི་བདེན་པ་གྲུབ་བསྡད་མཁན་ཡོད་མ་རེད་ལྷ་འཛུམ་བསྟན་དེ་ངས་བདེན་པ་གྲུབ་བསྡད་པ་དེ་འདྲ་ཡོད་མ་རེད། ཡིན་ན་ཡང་ཐབས་ལ་མཁས་པའི་ཐོག་ནས་གདུལ་བྱ་སྐྱོང་བ་ལ་ད་སྤྲུལ་སྐུ་དང་ལོངས་སྐུ་གི་རྣམ་པ་སྟོན་ཡོང་གི་འདུག་བ་དེ་འདྲ་ཡིན་དུས་མདོ་སྨད་གསང་ཆེན་ཡེ་བ་གུ་རུ་པདྨ་འབྱུང་གནས་དེ་ཨ་ནི་ལྷ་གཞན་ལས་ཀྱང་ཐུགས་ཡིད་མྱུར་བ། ཐུགས་ཀྱི་བཟའ་བ་ལྷག་པར་དུ་དུས་དེང་སང་སྐབས་སུ་ང་རང་སོགས་ལ་ཡང་ལུས་ལ་ན་ཚ་སེམས་ལ་སྡུག་བསྔལ་ཡང་དག་གི་ན་ཟིན་གྱི་ལྷ་དང་འདྲེ་དང་འབྱུང་པོ་གདོན་དང་མི་མ་ཡིན་ལ་སོགས་པ་མང་པོ་ཅིག་དེ་ཚོ་ཡོད་དང་ཡོད་མ་རེད་དེ་ཡིན་ནའང་ང་ཚོ་དག་ཅིག་གིས་བླ་མ་ཚོ་སྐྱག་ལངས་བཏང་ཤར་བ་དང་མདང་དགོང་ཚེ་ན་གཉིད་ཁུག་མ་སོང་ཟེར་ན་ག་རེ་ཟེར་ངས་མོ་ཞིག་རྒྱག་པར་ཧོ་ཡ་ཨོ་ད་ཁྱོད་ཁ་མི་ན་ཟེར་དོན་ཆེན་པོ་ཞུ་བ་ཞིག་འདུག་ག་རེ་འདུག་ཟེར་ན་དེ་མགོ་ཆེ་ཡ་ཞིག་འདུག་ད་ཁོ་རང་གཟུགས་པོ་ལས་ཡར་སྤུ་མང་བ་ཞིག་འདུག་ཞེ་སྡང་ཞེ་སྡང་ཞེ་སྡང་ཚ་བོ་ཞུ་བ་ཞིག་འདུག་ཡིན་ན་དེ་མཐོང་མཁན་དེ་ང་མ་གཏོགས་ཁྱེད་རང་མཐོང་གི་མ་རེད། དེ་འདུག་ད་དངུལ་མང་ཙིག་སྤྲད་ན་ངས་མཐོང་རྒྱུ་ཡོད་པ་བཟོ་ཡོང་ཟེར་བ་ལྟར་འདུག་ཤེས། དེ་འདྲ་ཡོང་གི་འདུག་ལ། དེ་ནི། དེ་རིང་དེ་ལ་ད་རིམ་གྲོ་ཅིག་བབས་དང་མ་བབས་དུས། ཁོ་རང་དཔལ་འབྱོར་མི་ངན་ཐམས་ཅད་ནི་ད་ཁོ་རང་གོང་ད་སྲིད་དུ་དགོངས་པ་ཞུས་འགྲོ་ཡ་མ་གཏོགས་མི་ངན་དེ་འདྲ་རིམ་གྲོ་བབས་ཀྱི་འདུག་བ། དེ་འདྲ་ཡོང་གི་ཡོད་ལ། ད་དེ་རིམ་གྲོ་དེ་སུས་བསྒྲུབ་པ་ཟེར་ན། ཨ་ང་ལས་ཡོང་ཟེར་གི་རེད་བ། འོ་དེ་མ་གཏོགས་ངས་མ་གཏོགས་ལག་འཁྱེར་དེ་འདྲ་རེད་མི་འདུག། ཡིན་ན་ཡང་ག་ཚོད་སྤྲད་ག་ཟེར་དང་པོ་འོ་འོ་འདུག་ཟེར་ནས། བླ་མའི་མགོ་སྐོར། སློབ་མ་ཡང་མགོ་འཁོར་ད་དེ་འདྲའི་དུས་ཚོད་མང་པོ་བྱེད་ཡོད་རེད་དེ་གར་ཕྱིན་ན་ང་ཚོ་ལ་ཡང་དག་རྣམ་དཔྱོད་ཀྱི་ཤེས་རབ་མེད་པའི་དཀའ་ངལ་ཡང་འགུལ་ཡོད་རེད་ཆོས་ལ་ཡང་ཉམས་མྱོང་མེད་ཆོས་ལ་གོམས་གཤིས་མེད་ཆོས་ལ་ཡང་ཅིག་གི་མཐོང་སྒོམ་མེད་ཡོང་དུས་དེ་ལས་མིང་གི་མགོ་སྐོར་ན་ཡང་ལས་སླ་བོ་འདུག་ག་ཅིག་ཁ་བདེ་བོ་ཤི་ངེས་ཅིག་དང་ཅིག་གི་ཞེད་སྣང་བསྐུལ་ན་ཡང་བསྐུལ་ཆོག་ཆོག་དཔེ་ལེགས་བཤད་ན་ཡང་བཤད་ཆོག་ཆོག་མགོ་སྐོར་ན་ཡང་བསྐོར་ཆོག་ཆོག་ཅིག་ཡོང་བསྡད་ཡ་དེ་སོ་སོས་ཆོས་ཉམས་ལེན་མ་བྱས་པའི་གེ་ད་ནོར་འཁྲུལ་དེ་འདྲ་བྱུང་བ་རེད། སློབ་སྦྱོང་ཡག་པོ་བྱེད་ཉམས་ལེན་ཡག་པོ་བྱེད་ཀྱི་ཡིན་ན་མིག་གི་མགོ་བསྐོར་གས་མ་རེད་ལ་བསྐོར་ཐུབ་གས་མ་རེད་མགོ་བསྐོར་ལ་ཚུད་ཡའི་གོ་སྐབས་གང་ན་ཡོད་མ་རེད་དེར་བརྟེན་ནས་སློབ་སྦྱོང་བྱེད་དགོས་རེད་ཉམས་ལེན་བྱེད་དགོས་རེད་ཟེར་ཡ་གི། སློབ་སྦྱོང་བྱེད་དགོས་རེད་ཟེར་ཡ་དེ་དེའི་ཤེས་ཡོད་རེད་ང་ཚོ་དུས་ཆེན་ཟེར་གྱི་ཡོད་པ་དཔེ་ཆ་ལྟ་ཡའི་ཤེས་བྲལ་ལས་ཀ་རེད་མ་གཏོགས་ང་ཚོ་དཔེ་ཆ་ག་རེ་བལྟ་ཟེར་གྱི་ཡོད་པ་ཨོ་ནུབ་ཕྱོགས་དེ་འདྲ་ཡིན་དགོས་ཡོད་རེད་དཔེ་ཆ་ལྟ་ཡའི་ཤེས་བྲལ་ལས་ཀ་མ་རེད་དཔེ་ཆ་ལྟ་ཟེར་ཡ་དེ་ཚང་མས་ལྟ་དགོས་ཀྱི་ཡོད་རེད་ལྟ་བ་སྒོམ་པ་སྤྱོད་པ་ཟེར་ཡ་དེ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་ཡོད་ཐམས་ཅད་མཁྱེན་པའི་གའི་ཡོན་ཏན་དེ་ང་རང་ལ་ཐོབ་དགོས་ཀྱི་ཡོད་ན་ཐོས་པ་བྱེད་དགོས་ཀྱི་རེད་བསམ་པ་བྱེད་དགོས་ཀྱི་རེད་སྒོམ་པ་བྱེད་དགོས་ཀྱི་ཡོད་རེད། ཐོས་བསམ་སྒོམ་གསུམ་བྱེད་མཁན་དེ་ཐོས་བསམ་ཟེར་མཁན་དེ་བཤད་གྲྭ་བས་ཀྱི་ལས་འགན། སྒོམ་ཟེར་མཁན་དེ་སྒྲུབ་གྲྭ་བའི་ལས་ཀ། ཚོགས་གྲྭ་ཟེར་བའི་སྐབས་སུ་ལ་འདོན་མ་འདོན་ཡང་གཅིག་པོ་དེ་འདྲ་མ་རེད་དེ་ལུགས་སྲོལ་ལས་ཉམས་སོང་བ་རེད་གང་ཟག་གཅིག་སངས་རྒྱ་བ་ལ་བཀའ་གདམས་པའི་ཉམས་ལེན་ཐམས་ཅད་དེ་ག་རེད་མ་དགེ་ཆོས་འདུལ་བ་ནས་སོང་སྟེ་སྙིང་མི་དུས་གཅིག་འཁོར་ལོའི་བར་དུ་མདོ་སྔགས་ཀྱི་ཤུལ་སོགས་ཐམས་ཅད་དེ་ཆོས་སྐུ་གཅིག་གི་ནང་ལ་ཡང་མ་འགག་པ་ཐོག་ནས་ཉམས་ལེན་བྱེད་དགོས་ཀྱི་ཡོད་རེད་དེ་བྱེད་ཐུབ་པ་ཡིན་ན་བསྟན་པ་ཐམས་ཅད་འགག་མེད་དུ་རྟོགས་པའི་ཆེ་བ་གསལ་ཏེ་བཀའ་གདམས་པའི་ཉམས་ལེན་དེ་ནས་ཡོང་གི་ཡོད་རེད་དེ་ལ་བརྟེན་ནས་ཏང་ང་ཚོ་སློབ་དཔོན་སངས་རྒྱས་ཉེ་བར་མགུར་པད་མ་ཁྱོད་ནས་གསོལ་བ་བཏབ་པ་ཡིན་ན་བར་ཆད་ཡོང་གི་མ་རེད། ཡང་གདོན་ཡོད་མ་རེད་ཀླུ་ཡོད་མ་རེད་གནོད་སྦྱིན་ཡོད་མ་རེད་འདྲེ་ཡོད་མ་རེད་འབྱུང་པོ་ཡོད་མ་རེད་འདྲེ་དང་འབྱུང་པོ་ཟེར་དེ་སོ་སོའི་སེམས་དེ་རེད་མི་བསམ་དགུ་བསམ་མི་དྲན་དགུ་དྲན་མི་ལ་ཡ་ཁོག་པ་ནག་པོ་བྱེད་ཡ་བསམ་པ་ངན་པ་བྱེད་ཡ་འགྱུར་བ་རྩུབ་པོ་བྱེད་ཡ་མི་ལ་མགོ་བསྐོར་ཡ་གས་བསམ་མོ་ཨོ་མི་ལ་ཡ་གནོད་སེམས་འཆང་ཡ་བརྣབ་སེམས་འཆང་ཡ་ལ་སོགས་པའི་གས་ཕྱིན་ཅི་ལོག་པའི་གས་རྣམ་རྟོག་མང་པོ་ཞིག་འདུག་བ་ཨོ་འདྲེ་དེ་རེད་འབྱུང་པོ་དེ་རེད་གནོད་སྦྱིན་དེ་རེད་དེ་ཡོད་ཚད་ཤོག་དེ་འདྲས་མཐོང་དེ་མཐོང་གི་རེད་བ་ག་རེ་ཟེར་ན་ང་རང་འདྲེ་རེད་བ། རྩེད་འགྲན་གྱི་འབྲས་མཐོང་གི་རེད་བ། འོ་འོ་དེ་རེད། ད་དེ་འདྲ་ནས་ངས་འདི་གི་འབྲས་མཐོང་གི་མ་རེད་གང་ཟེར་ན་ང་རང་འབྲས་མེད་བ་ཡིན་འདུག་རྩེད་འགྲན་ག་བ་ལ་མཐོང་གི་མ་རེད་བ། རྩེད་འགྲན་འདུག་ཟེར་ལབ་བསྡད་པ་ཡིན་ན་ཕན་གི་ཡོད་མ་རེད་ད། ཚག་ཚག་ཁོག་ཁོག་བསད་འདི་འདྲི་བ་ལ་ཐག་ཐག་སེང་གེ་དེ་ཚོ་བྲེད་དེ་ང་རང་འབྲས་ཡིན་པ་སོང་ད་རྩེད་འགྲན་གྱི་ད་ང་གཉིས་གཅིག་པ་ཡིན་བསམ་དེ་ལས་ཡོང་མ་རེད། དེ་རེད་བ། འོ་འོ་དེ་ཡིན་དུས་ད། གཅིག་པ་མིན་པ་ཅིག་བཟོ་དགོས་ཀྱི་ཡོད་རེད། དེ་ཡིན་དུས་འབྲེལ་བའི་ཁྱད་པར་དུ་འཕགས་པ་ཅིག་དགོས་ཀྱི་ཡོད་དུས་སམ། བསམ་བློའི་འདུ་ཤེས་ཡང་ལོགས་ཀ་བྱེད། ཀུན་སློང་ཡང་ལོགས་ཀ་བྱེད། བྱེད་སྟངས་ཡང་མ་རེད་བ་བྱེད་ཀྱི་ཡིན་ན་དེ་འབྲེལ་ཡོང་གི་མ་རེད་ད་ཁོ་ཐག་ང་གཉིས་ལྟ་བ་ཁ་ཁ་ཡིན་ཟེར་ན་ཡོང་གི་ཁོ་ན་མ་རེད་བ། འོ་རེད་ང་ཚོ་མི་གཉིས་ཡིན་ན་ཡང་བསམ་བློ་བཏང་སྟངས་ཁ་ཁ་ཡོད་པ་ཡིན་ན་ད་ཡོད་ཤི་ཁོ་མཉམ་དུ་མི་འགྲོ་ད་ལྟ་ངས་ཡིན་ཟེར་བ་དེ་ཁོས་མེད་ཟེར་གྱི་རེད་ངས་འགྲོ་ཟེར་ན་ཁོས་བསྡད་ཟེར་གྱི་རེད་ངས་བྱ་ཐུབ་ངེས་ཡིན་ཟེར་ན་ཁོས་ག་ལ་ཟ་ཡིན་ཟེར་གྱི་རེད་ད་ང་གཉིས་མཐུན་ཡང་ཙམ་ཡོད་མ་རེད་ཟེར་ན་མཉམ་དུ་ཡོང་གི་མེད་འདུག་བ་འོ་དེ་ལྟར་འགྲོ་བ་འབྲེལ་ཡོང་གི་མ་རེད་མཉམ་དུ། ད་ང་གཉིས་འདུ་ཤེས་དང་ཀུན་སློང་ག་ག་ཡིན་བསམ་པ་ཅིག་དེ་ནི་ཁོང་ཁྲོ་ང་རྒྱལ་མི་ལ་གནོད་པ་སྐྱེལ་ཡག་མི་ལ་ཁོང་ཁྲོ་ཟ་ཡག་མི་ལ་ཡང་འགོག་པ་བཏང་ཡག་བསམ་བློའི་སེམས་ཤུགས་དེ་འདྲས་ད་ག་རེད་དེ་འདྲས་ལས་ཡོང་གི་རེད་བ་འོ་ད་ངའི་གྲོགས་པོ་དེ་འདུག་བསམ་ནས་སླེབས་ཡོང་གི་རེད། དེ་འདྲ་ཡིན་དུས་ད་དེ་འདྲ་མ་ཡོང་བ་ཐ་བས་དེ་ནི་སློབ་དཔོན་གསང་ཆེན་ཡེ་པོ་གུ་རུས་པདྨ་འབྱུང་གནས་གསོལ་བ་དང་འབྲེལ་ཏེ་སོ་སོའི་སེམས་ན་ཡོད་པའི་གི་ཕྱག་དང་ངོ་གནམ་ཐུགས་ཏེ་ཟད་པའི་ཐབས་ལ་དེ་ནི་ཨོམ་ཨ་ཧོམ་བས་ཙང་གུ་རུ་པདྨ་སེ་ཏི་ཧོང་ཧོང་ཟེར་ནས་གུ་རུ་མི་གཅིག་གི་མཚན་སྔགས་རེ་མཚན་རེ་དེ་འབོད་དེ་ནི་གསོལ་བ་བཏབ་པའི་སྐབས་སོགས་ལ་ཡང་དང་པོ་སྐྱབས་འགྲོ་ཡང་དེའི་ནང་ན་ཚང་དགོས་ཀྱི་འདུག་སེམས་ཅན་ཡང་ཚང་དགོས་ཀྱི་འདུག་བ་དེ་ཚངས་པའི་ཐོག་རྣམས་གུ་རུ་པདྨ་འབྱུང་གནས་གསོལ་བ་བཏབ་པའི་སྐབས་སུ་རང་གཅིག་པུ་མ་ཡིན་པར་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་པའི་ཀྱི་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་ལས་དང་ཉོན་མོངས་པ་དང་བཅས་པ་ཐམས་ཅད་དག་པའི་ཕྱིར་རོ་ལ་ལྟ་ནས་སློབ་དཔོན་སངས་རྒྱས་གཉིས་པོ་གུ་རུ་པདྨ་འབྱུང་གནས་ཆེ་གེ་སྐུ་ཡི་བྱིན་གྱིས་བརླབས་ཏུ་གསོལ་གསུང་གི་བྱིན་གྱིས་བརླབས་ཏུ་གསོལ་ཐུགས་ཀྱི་བྱིན་གྱིས་བརླབས་ཏུ་གསོལ་སྐུ་གསུང་ཐུགས་ཀྱི་བྱིན་གྱིས་བརླབས་ནས་ངའི་ལུས་གུ་རུ་རིན་པོ་ཆེ་གི་སྐུ། ངའི་ངག་གུ་རུ་རིན་པོ་ཆེ་གི་གསུང། ངའི་སེམས་ནི་གུ་རུ་རིན་པོ་ཆེའི་ཐུགས་རང་གི་ལུང་ང་ཡོད་གསུངས་ཏེ་གུ་རུ་རིན་པོ་ཆེ་གི་སྐུ་གསུང་ཐུགས་སུ་ཆེར་སོ་གསུམ་ལ་བཅས་དེ་དང་འདྲ་བའི་གྱི་ནང་པའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་འདི་དགྲ་རེ་ཟེར་ནས་ཕ་མ་ཞབས་འདི་གཉེན་རེ་ཟེར་ནས་ཚུལ་སྐྱོང་ཡང་འདི་བར་མའི་སེམས་ཅན་རེ་ཟེར་ནས་དགྲ་གཉེན་ཕ་མ་གི་རིས་སུ་མ་ཆད་པའི་ཐོག་ནས་ནམ་མཁའི་གར་ཞབས་ལ་སེམས་ཅན་གྱི་ཆབ་པ་དེའི་གར་ཞབས་ལ་ལས་ཉོན་གྱི་ཆབ་ལས་ཉོན་གྱི་གར་ཞབས་ལ་སྡུག་བསྔལ་གྱི་ཆབ་འདས་པའི་འགྲོ་བ་འདི་དག་ཐམས་ཅད་སྙིང་རེ་རྗེ་ད་རེས་ངའི་མི་ལུས་རིན་པོ་ཆེ་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ་ཆོས་ཟབ་མོ་འདི་འདྲ་ཅིག་ཐོས་ཉམས་སུ་ལེན་པའི་གོ་སྐབས་ཡོད་པ་འདི་སྐབས་སུ་ལ་སྐར་མ་གཅིག་ཡིན་ན་ངས་འཕྲོག་ལ་མ་བཏང་བ་བྱས་ནས་དངུལ་དང་རྒྱུ་ནས་སེམས་ཅན་གཅིག་ཐ་ན་འབུ་སྲིན་གྲོག་མ་གཅིག་ལ་ཕན་ཐོགས་པར་གྱུར་པ་ཡིན་ན་ཡང་དེའི་དོན་གོ་རེ། མི་ལུས་ཐོབ་པའི་དོན་གོ་རེ། ཆོས་སྒྲུབ་པའི་དོན་གོ་རེ། དགེ་བའི་བཤེས་གཉེན་བསྐྱལ་བའི་དོན་གོ་རེ། གདམས་ངག་ཐོས་པའི་དོན་གོ་རེ། ངས་དུས་ཚོད་འཕྲོག་ལ་བཏང་གི་མེད་དེ། ཆུ། ལམ་དུ་འགྲོ་བ་དང་དེ་ལ་བར་ཆད་མི་ཡོང་བའི་ཆེད་དུ་ལ་ཨ་ནི་འགུ་རུར་མི་ཚེ་སྐུ་གསུང་ཐུགས་ཀྱི་བྱིན་གྱིས་བརླབས་ཏུ་སོགས་མེ་བཟང་འགུ་རུའི་ས་བོན་ཏན་ཏིག་འདི་ལྟར་བཏང། ད་མེ་བཟང་འགུ་རུར་མི་ཚེ་དཀར་པོ་སེར་པོ་དམར་པོ་དེ་ཚོ་ས་མ་བཏང་མ་གོ་བ་རེད། འདོད་པ་ཚོང་ཁང་རྣམས་ལ་འགྲོ་ནས་འགུ་རུར་མི་ཚེ་སྐུ་ཡག་པོ་དུ་འདི་གོང་ཆེན་པོ་དུ་ཆུང་ཆུང་འགྲོ་ས་དེ་ས་མ་མ་གོ་བ་རེད། དེར་འགྲོ་བ་སོ་སོའི་སེམས་ལ་ཡང་གུ་རུ་རིན་པོ་ཆེས་རྟག་ཏུ་མཇལ་མ་ཐུབ་ཡིད་ལ་རྟག་ཏུ་དྲན་ཐུབ་པ་ཡིན་ན་ཡང་འགྲིག་ཚར་བ་རེད་འོ་དེ་རེད་ད་ས་སྟངས་དེ་རེད་ང་ཚོས་ཐུགས་རྗེ་ཆེ།